སྐྱབས་གསུམ་ཀུན་ཏུ་བླ་མ་རྡོ་རྗེ་འཆང་བསྐང་ལ་བསྐང་དུ་བཤེས་གཉེན་ཚུལ་འཛོམ་ན། མཆོག་དང་ཐུན་མོང་དངོས་གྲུབ་མཆོག་ཚོལ་བའི་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། ཨེ་ནས་དགའ་འོ་ཁྱེད་དེ་ནང་ད་ང་དང་ཤོ་ལོ་ཀ་བཅུ་གཉིས་པའི་ནང་ཁྱེད་དེ་ནང་ཨེ་ནས་ང་དང་སྡང་ན། སྡང་གར་རྩ་འཇག་ན་ཕ་ལ་ད་ང་དང་ཞག་མ་གཅིག་གཉིས་ཤིག་སྔ་ན་ཕ་ལར་ཨེ་ནས་ང་དང། མགོན་པོ་ལྷུ་གྲུབ་ཀྱིས་དེ་ནས་གཙོ་བོ་དེ་ནས་ང་དང་ཁྱིམ་པ་རྣམས་ཧ་ལས་ང་དང་ཁྱིམ་མི་ནང། ཡང་ན་ང་དང་ཀྲོང་པའི་ནང་འདུག་སྟེ་ཆོས་རྣམ་པར་དག་པ་ཅིག་སྒྲུབ་དགོས་ཤེས་དང་ཡང་བར་བར་ལ་ང་དང་ཨར་ཀ་ཁྱིམ་མི་ནང་བཞུགས་སྟེ་ངེད་ནས་དགའ་ཕྱག་ལ་བཟའ་ཙ་ན་ཡང་སྐྱོན་གྱི་རིགས་དགའ་གཟུགས་དགའ་གཟུགས་ཤིག་ཡོང་བ་རྫེར་ཁ་ནས་བསྐོར་ལ་ཨེ་ནས་སུ་ངས་འཇིགས་སྡང་ཡོང་སྟེ་ནོག་སོང་པ་ས་ན་ད་སྡང་གིར་དེ་ན་ང་དང་སི་ངེ་ནས་སི། ཡན་ལག་བརྒྱད་པའམ་ཡང་མིན་ན་ཐེག་པ་ཆེན་པོའི་སྡེ་ནས་གསོ་སྦྱོང་ཡན་ལག་བརྒྱད་པའི་སྐོར་ལ་གདངས་དང་ཁར་ཚངས་སྦྱངས་གཉིས་སྐྱེས་ཤོ་ལོ་ཀ་གཉིས་པའོ་གཉིས་གོ་ཞེས་དེ་ནང་ཨོ་དེ་སྐོར་ལ་གསུངས་སྟེ་ནོ། ད་དེ་སྐོར་ལ་ང་དང་རུབ་རུབ་རོབ་རོབ་མདོར་བསྡུས་ཤིག་ཞུས་ཚར་དེ་ནོ་ཧ་ལས། ད་དེ་རིང་གི་དེ་ནང་ཨེ་ནས་མདོར་བསྡུ་ན་གདངས་དང་ཁར་ཚངས་སྦྱངས་གཉིས་ཀ་ཞེས་དེ་ནང་ད་གཙོ་བོ་ཁྱིམ་པ་ལ་གདམས་པའི་སློབ་ཚན་གཉིས་པའོ་ནོ། ད་དེ་རིང་གི་བལྟས་ན་ང་དང་ཡང་ཁྱིམ་པ་རྣམས་ལ་གདམས་པས་ཡང་མེད་ན་ཁྱིམ་པ་རྣམས་ལ་མིག་གསལ་ལེ་གསལ་བས་དེ་ནི་ལྷ་བརྒྱ་ཨེ་ནས་གསུམ་པའོ་ནོ་ཧ་ལས་སོང་པ་ཟེར་ན་ད་ལྷ་བརྒྱ་གསུམ་པའོ་ཅི་ནོག་ཟེར་ན། ཨེ་ནས་ང་དང་ད་ཕྱིན་ཅི་ལོག་སྤོང་བ་གཟན་པོ་ཅིག་ལོ་ངན་པའི་རིགས་མང་པོ་ཞིག་ང་དང་ཁྱིམ་ནང་བཞུགས་ཏེ་ཕྱག་ལ་རྫ་བཙལ་ན་ལོ་ངན་པའི་རིགས་མང་པོ་ཞིག་ཡོང་བ་ཀྱ་ཨོ་དེ་ཚང་མ་སྤོང་ལུགས་སྤོང་སྟངས་སྤོང་དགོས་བཤད་སྲིད། ཨེ་ནས་སྐོར་ལ་གསུངས་ཨིན་ཅིག་དང་ཡོངས་བལྟས་ནོ་ཧ་ལས། སོང་པ་སང་ན་ད་བདག་ས་དེ་ག་ན་ང་དང་སེར་ནད་གཡོར་རྒྱུ་ཆགས་དང་སྙོམ་ལགས་དང། ངོམས་པའི་ངར་རྒྱལ་རྡོ་ཆགས་བཞི་ལྡང་དང། རིགས་དང་གཟུགས་དང་ལང། ཐོས་པ་ལང་ཚོ་དང་དབང་ཐང་ཆེ་བའི་རྒྱགས་པ་འདྲ་བཞིན་ཟིག་སོང་སི་འདུག་ཨ་ལེ། འོ་ད་དེ་ན་གལ་ཏེ་ན་ང་དང་བདེན་པ་ཨེ་ནས་སྐྱོན་བཅུ་གསུམ་མི་རིགས་བཅུ་གསུམ་ཨེ་ནས་ང་དང་སྤང་གོ་ཤེས་པོ་ཨེ་ནས་ག་ཨོ་དེ་སྐོར་ལ་གསུངས་ཟེར་ནོ། དེ་བཅུ་གསུམ་པོ་གལ་ཏེ་ན་ང་དང་འདྲ་བཞིན་གཟིགས་ཟེར་ཨ་ཚིག་གི་འཇུག་པོ་ན་གལ་ཏེ་ན་འདྲ་བཞིན་གཟིགས་ཟེར་དེ་དུ་བ་ལས། དགྲ་བཞིན་གཟིགས་ཟེར་ན་བོད་ཕྱི་དྭོགས་དེ་ཚང་མ་བདེན་པ་ང་དེ་ཨ་སིལ་དེ་ནས་དགྲ་བོ་ཡིན་ནོ་ཟེར་དུ་ནོ་ད་ང་དང་ཤོག་ཁྲོག་པར་བྱེད་པས་ང་དང་དགྲ་བོ་ཟེར་ན་བོད་དུར་རྒྱུན་ནས་ང་དང་ཤོག་ལ་པར་ཆ་གཅོད་གང་བོ་ལ་ཅི་ཟེར་ནོ་ང་དང་དགྲ་བོ་ཟེར་ནོག་པ། ད་དེ་དག་སེ་དེ་ཡི་བསམ་བློ་ངོན་ཁེ་དེ་ནང་ཅི་ནོག་ཟེར་ན་བསམ་བློ་ངན་པ་འོང་ཁེ་དེ་ན་ང་དང་ཨེ་ཨེ་ནས་འགལ་བའི་རྩ་བ་ཨ་ཡ་མེད་ན་ང་དང་མེད་གན་བཅོས་བྱས་ག་ང་དང་ཚོགས་སོ་ན་མང་ཉུང་རེ་བསགས་དེ་ཡོད་ན། ཨེ་ནས་ཨོ་དེའུ་མཁས་དེ་ནང་མེད་གང་བཅོས་བྱ་སྲིད་ང་དང་འདྲ་ཨོ་ངོས་མ་ཨོ་ཡིན་ནོ་གསུངས་ཟིན་རོ། ད་དེ་ནང་བཅུ་གསུམ་པའི་ནང་ཨེ་ནས་ཅི་ཅི་གསུངས་འདུག་ཟེར་ན་སེར་སྣ་གསུངས་འདུག་བ་དང་པོ་ལས། གསུངས་པ་ཟ་ན་ད་ང་དང་དེ་ནས་ག་ངེས་ཀྱང་ཁྱིམ་པ་ཚང་མ་དེ་ནས་ཀྲོང་པའི་ནང་བཞུགས་ཏེ་ད་ཆགས་ལ། ཨེ་ནས་ང་དང་བས་ན་ད་ག་ཁྱེད་དེ་ནང་ནང་ཁང་པའི་ལ་དེ་ན་ཚོ་ལ་ང་དང་དེ་ནས་རང་ངེས་ཁྲ་ཁྲོ་བོའུ་སོ་སྐྱོང་བཅོས་བྱ་སྲིད་ཚུགས་ཀྱི་ཆགས་ལ་མང་པོ་ཅིག་རྫ་དེད་པ་ཟ་ན། ད་ལྟའི་ན་སྐབས་ལ་བསམ་བློ་ངན་པའི་རིགས་མང་པོ་ཞིག་འཁོར་ཡོད་ཀྱང་འོ་དེ་བསམ་བློ་ངན་པའི་རིགས་ཚང་མ་ཨེ་ནས་སྤངས་ན་བདེན་པ་ང་དང་ཁྱིམ་པའི་ནང་ང་བཞུགས་དེང་ཨེ་ནས་དགའ་ཆོས་རྣམ་པར་དག་པ་ཞིག་སྒྲུབ་ངན་དེ་དགེ་བ་དཔག་ཏུ་མེད་པ་ཞིག་བསགས་ངན་ནས་བྱོན། ད་འོ་ན་ཁྱིམ་པའི་ནང་ང་བཞུགས་དེ་གྲོང་པའི་ནང་ང་བཞུགས་དེ་ང་དང་ཁྱིམ་ང་བཞུགས་དེ། ནང་རང་ཁང་ནང་ཁང་པའི་ཕྱག་ལ་རྫ་རེ་འཇིག། བསམ་བློ་ངན་པ་ཀ་ཟུག་ཀ་ཟུག་རེ་ཡོང་བ་ཀྱག་འོ་དེ་ཚང་མ་སྤོང་དགོས་ཤ་ཟེ་དོན་དག་པོ་སྐྱིད་ནོག་འོ་དེ་ཚང་མ་སྐྱོན་འགའ་གཟུགས་ཤིག་རྒྱ་བས་ཀྱག་ཟེར་ན། དེ་ན་ང་དང་བཀྲིས་བ་ཞིག་ཡོང་སྟོན་ཧ་ལས་ད་ག་ཁྱེད་དང་ཀ་ཟུག་ཀ་ཟུག་གི་ཅོ་གོ་ས་ནོ་ཟན་པོ་ཅིག་དང་པོ་གོ་མེད་ཀ་ཁྱེད་དང་ང་དང་སེར་ན་ཙུང་སྟུ་ག་ལས་ད་སེར་ན་ཛན་པོ་ཅིག་ང་དང་ཀ་ཟུག་ཤིག་ག་སེར་ན་ཛན་ནོ་ཟན་པོ་ཅིག་ཧ་ལས་དེ་ནས་ག

མདོར་བསྡུ་ན་རང་གི་བདག་པོ་བཟུང་བས་ཡང་མིན་ན་རང་ཡང་དབང་ཡོད་དེ་བྱ་གླག་དངོས་པོ་དང། ཡང་མིན་ན་གཞན་ནི་བྱ་གླག་དངོས་པོ་མང་པོ་ཞིག་ལ་ང་དང་ཅི་ཡོང་བར་བཀྱག་ཟེར་ན་ང་དང་སེར་ནད་ཡོང་བར་བཀྱག་སོང་པ་བསམ་ན་འོ་དེ་སེར་ནད་ཀྱི་བསམ་བློ་ཁྱེད་དེ་ན་མང་པོ་མ་བཏང་སེར་ནད་ཀྱི་བསམ་བློ་མ་ཁུར་ཟེར་དོན་ག་ཁྱེད་དེ་ན་སེར་ནད་པོ་ཁྱེད་དེ་ན་ང་དང་སྟངས་མི་ཕོ་བཅས་ང་དང་གཅིག་སྟེ་ག་གར་དམ་སྟེ་བོར་བཅས། དགའ་ཡོད་ན་ཡང་ཡོད་གང་འདུག་ཁྱེད་དེ་ན་གཏང་མི་ཕོད་ཅེས་པས་ན་དེ་ན་ཚོ་ལ་ང་དང་གཞན་ལ་གཏང་དགོ་སེ་ག་གཏང་མི་ཕོད་ཅན་མི་ཁོ་ཅན་ཅིག་ཨེ་ནི་རང་གི་བཟའ་ཆས་འཐུང་ཆས་དགོ་སེ་ག་བཟའ་མི་ཕོད་གང་ཅིག་འཐུང་མི་ཕོད་གང་ཅིག། ཨོ་དེ་ན་ཚོགས་ལ་དེ་ནི་ང་དང་གཟྒ་ཁྱེད་དེ་ན་ཨེ་ནི་གཟྒ་དེ་འོ་ཞེས་ང་དང་ཕྱག་མཆོད་འབུལ་བསྐྱོད་སེ་ག་ཡང་འདོད་བསྐྱོད་མི་ཕོད་གང་ཅིག། ཨོ་དགའ་བརྒྱད་ལ་ལྔ་དང་དགེ་བ་བརྒྱད་ཅུར་བསགས་སའི་བཀའ་ཡང་དེ་རང་གི་རྒྱུ་ནོར་བཅའ་ལག་ངོ་ལ་ཆགས་སའི་ཨོ་དེ་ལྔ་དང་སྒྲོར་འདུག་ན་ཨེ་ནས་གཏང་མགོ་སའི་བཀའ་གཏང་མི་མི་ཕོ་བཅའ་སའི་གི་སེར་སྣ་ཅིག་ཡོང་བ་ཁས་ཨོ་དེ་སེར་སྣར་བུ་ཁས་དེ་ན་ནམ་སང་མ་ཅོ་འོ་མ་དེ་ན་སོང་བ་ས་ན་ད་དེའོ་ང་དང་ཁྱིས་མི་ནང་ང་བཞུགས་ཟིན་ཅིག་ཨོ་དེ་སེར་སྣར་བུ་ཁས་དེ་ན་ཡང་ཡང་ཡང་ཡང་ང་དང་ང་ཡོང་བ་ཁས་སེར་སྣར་མ་ཅོ་འོ་ཟེར་ཏོ་ང་དང་སྔར་ལང་སོང་ཟེར་ནོ། འགའ་རང་བཅའ་ལག་ངོ་སྤོ་ཅི་ཞིག་ཡོད་ན་ཡང་དེའོ་ཨེ་ནས་གཞན་ལ་གཏང་ན་དེའོ་ང་དང་ཨེ་ནས་དགའ་ཁས་དེ་ན་ཕན་ཐོགས་རང་གཞན་གཉིས་ཀ་ལ་ཕན་ཐོགས་ཡོང་བ་ནོ་ཟེར་ཏེ་དེ་ཡག་ན་གསལ་པོ་བཟོས་ཏེ་གསུངས་ས་ལས། ད་གཉིས་པའི་ག་ཤེད་དེ་ན་ཡོ་དང་རྒྱུ། ཆགས་དང་སྙོམས་ལ་དང་གསུངས་ཏེ་བ་ད་དེ་ག་ན་ཡོ་གཟན་པོ་གཅིག། རང་ཡིན་ངེས་པ། ཨེ་ནས་རང་ཡིན་སྐྱོན་པོ་གཞན་ལ་མཐོང་མ་བཅུག་ག་གཞན་ལ་ཧ་མ་གོ་མ་བཅུག་ག། ཨེ་ནས་རྦ་སྟེ་བོར་ཆགས་པོ་ལ་ང་དང་ཅི་གཞོན་ནོག་ལས་ཡོ་གཞོན་ནོག། ཧ་ལས་སོང་བ་བསམ་ན་ཡོད་དང་ང་དང་ཡོད་དང་རྒྱུ་ཟན་པོ་ཅིག་སྡེ་བསམ་བློ་གཉིས་ཀ་སོ་སོ་ནོ་ཡོད་ཟན་པོ་ཅིག་ག་གི་དེ་ནང་རང་ཨེ་སྐྱོན་པོ་ཨེ་ནི་ཐབས་སྣ་ཚོགས་ཀྱི་སྒོ་ན་གཞན་ལ་མངོན་མ་བཅུག་ག་གཞན་ལ་མཐོང་མ་བཅུག་ག་རྦ་སྟེ་བོར་ཆགས་པོ་ལ་ཅི་བྱོན་ནོ་ཡོད་བྱོན་ནོ། ཡང་རང་ཡོན་ཏན་མེད་བཞིན་དུ་ཨེ་ནི་ཡོན་ཏན་ཡོད་མདོག་མདོག་བྱོས་ཏེ་ཡང་གཞན་ལ་སྟན་ཆགས་པོ་ལ་ཤེས་དེ་ན་ང་དང་ཅི་བྱོན་ནོ

ཨེ་ནས་སྐྱོན་ཨེ་ནས་ཐམས་ཅད་མི་མངོན་པའི་ཚུལ་དུ་ཨེ་ནས་བྷ་སྟེ་བོར་བྱས་སོ་བོ་ལ་ཅི་བྱུང། ཡོ་དང་ཨ་དང་ཨོ་དེ་རྣམས་བཟང་ཆགས་ལ་བཟའ་ཙང་ན་ཨོ་དེ་སྔོན་ཡོང་བ་ཀྱང། ཨེ་ནས་བར་བར་ལ་རང་ཡོན་ཏན་མེད་ན་ཡང་ཡང་མི་བདུན་ལ་ཡོད་བཟློག་བཟློག་བཅོས་ཏེ། ཨེ་ནས་སྟན་བཅས་ཡང་མེད་ན་དེ་རང་ཡི་དོན་དག་བསྒྲུབ་བྱ་ལ། ཨེ་ནས་ཡོན་ཏན་མེད་ན་ཡོད་བཟློག་བཟློག་བཅོས་བྱས་སོ་པེ་ནས་མེད་ན་ཡོད་བཟློག་བཟློག་བཅོས་བྱས་སོ་རྒྱུ་ནོར་ལོངས་སྤྱོད་མེད་ན་ཡོད་བཟློག་བཟློག་བཅོས་བྱས་སོ། ཨོ་ད་རང་ཨ་དེ་ནས་ག་བྱ་ལགས་ངོ་སྤོ་ག་གཟུགས་ཤིག་ཡིན་ན་ཡང། མེད་པ་ལ་ཡོད་རྡོག་རྡོག་བྱོས་ཏེ་ཨེ་ནས་གཞན་ལ་བསྟན་ཏེ་གཞན་ལ་ངོམས་སྟེ་ཨེ་ནས་གཞན་ནི་བདུན་ལ་ང་དང་ཁཱ་སྟེང་ཤཱ་ཅཱས་པོ་ལ་ཅི་བཟང་རོག་ང་དང་རྒྱུ་བཟང་རོག་ད་འོ་དེ་ཙོག་ཞིག་ནམ་ཡང་མ་བཅོ་འོ་མོ་ལྟ་ནོ་སྐྱོ་ད་ལ་ད་ང་དང་ཁཱ་དེའུ་ནི་ཁེ་ཏེ་ནི་ང་དང་ཡོང་འཇིག་དང་ནོ་དེན་པ་ཧ་ལས་སོང་པ་སང་ན་འོ་ད་དེ་ནས་ང་དང་དཔེ་ནས་ང་དང་མི་ཞིག་ཅིག་རང་ཨར་གུ་ནོ་ལོངས་སྤྱོད་མེ་ལེན་ཅིག་བུ་ལོན་འཛུམ་སྟེ་ན་ཨེ་ནས་མི་བདུན་ལ་ཡོད་རྡོག་རྡོག་བྱོས་ཏེ་ང་ཕྱུག་པོ་ཡིན་ང་ཅིག་ཅིག་ཡིན་ཟིན་ཅིག་ང་དང་འོ་གཟུགས་མང་པོ་ཡོང་ཨ་རོག་པ་འོ་དེ་ཚང་མ་ཁེ་ཏེ་ན་ཅི་ནོ། ཡོད་དང། རྒྱུ་ཡིན་རོགས། ད་རྒྱུ་སོང་དེ་རོགས་ཧ་ལས་སོང་པ་སང་ན། འོ། ད་འོ་དེ་རོགས་སོང་པ་སང་ན་ཅི་སྐྱོད། སེར་ནད་ཡོད་རྒྱུ། ཨེ་ནས་ཆགས་སྡང་གཟན་པོ་ཅི་ང་དང་ཆགས་པ། ཧ་ལས་ད་ཆགས་པ་གཟན་པོ་ཅི་ག་ཁྱེད་དེ་ནང་དེ་ནས་ང་དང། ཨེ་ནས་རྒྱུ་ནོར་ལོངས་སྤྱོད་ལ་ཆགས་པའི་ཆགས་པ། ཧ་ལས་སོང་པ་སང་ན་ད་རྒྱུ་ནོར་ལོངས་སྤྱོད་ལ་ཆགས་པའི་ཆགས་པ་གཟན་པོ་ཅི། ང་དང་ག་གེ་དེ་ན་ད་ང་དང་ཏུར་གུར་ན་ཡོང་དེ་ཚང་མ་ང་དང་ཡོང་འཇིག་དང་ཡོང་ནོ་ག་ཟུག་ཡོང་ཨ་ནོག་ཟེར་ན་རང་ལུས་ལ་ཆགས་པའི་ཆགས་པ་ཡོང་ཨ་ནོག་རང་ལོངས་སྤྱོད་ལ་ཆགས་པའི་ཆགས་པ་ཡོང་ཨ་ནོག་སོང་པ་ས་ན་ཨོ་ད་རྒྱུ་ནོར་ལོངས་སྤྱོད་ལ་ང་དང་སེམས་དེ་ནས་ཆགས་སུ་འདུག་ཅེས་པོ་ད་དེ་ངོ་ནས་གེ་དེ་ན་ང་དང་འདོད་ལ་ཆགས་སུ་ཡོད་ཨ་ནོ་པོ་ཅིག་ང་དང་སྐྱོན་མང་པོ་ཞིག་ཡོང་ཨ་ཀྱ་ང་དང་དགེ་བ་མང་པོ་ཞིག་མེད་ག་མཆིས་ཀྱ། སྡིག་པ་མང་པོ་ཞིག་བསགས་ཀྱང་སོང་བ་ཟ་ན་ད་ང་དང་འགའ་གྲོང་པའི་ནང་བཞུགས་ཏེ། རང་གི་ཁྱིམ་ཐབ་སྐྱོང་ཙམ་ན་ཡང་ཨོ་དེ་ནི་རང་གི་རྒྱུ་ནོར་ལོངས་སྤྱོད་ལུས་ལོངས་སྤྱོད་ལ་ཆགས་པའི་ཡང་མིན་ན་ཤེས་པའི་ཤེས་པའམ་ཆགས་པའི་ཆགས་པ་ཞིག་ཡོད་ཀྱང་ཨོ་དེ་ཙམ་ཉམས་མྱོང་རྩད་གཅོད་གལ་ཏེ་དེ་ནི་ང་དང་འགལ་བ། སོགས་ཁྲོ་ག་ནོག་ཟན་པོ་ཅི་ང་དང་འགལ་བ་མེད་དཀར་མཆོག་ནོག་ང་དང་ལ་བཟང་པོ་ཚང་མ་མེད་དཀར་མཆོག་བྱས་ཟེར་ན་ཁོ་ཆགས་སྡེ་ཡོད་པ་བཟང་ནོག་རྒྱུ་ནོར་ལུས་དང་ལོངས་སྤྱོད་ལ་ཆགས་སྡེ་ཡོད་པ་བཟང་ན་དེ་ག་ན་ང་དང་རྫུན་དང་རྒྱག་དེ་ག་ན་ང་དང་འགོབ་སྐོར་དང་རྒྱག་དེ་ག་ན་ང་དང་གཞན་ལ་ཧམ་པ་བྱས་དེ་རྒྱག་འོ་དེ་རྫུན་འགོབ་སྐོར་ཧམ་པ་དང་པོ་ཅིག་ཨེ་ནི་རང་སྒེར་རྩ་འོ་ཁེར་དེ་ན་མེད་དཀར་མཆེད་པ་བཟང་ན་འོ་ཆགས་སྤ་ཁེར་དེ་ན་ང་དང་སྐྱོན་མང་པོ་རྒྱལ་བ་ནོག་གསུངས་དེ་ནོག་དེ་ཆགས་སྤ་ཁེར་དེ་ན་བསམ་བློ་མ་བཏང་མོལ་དེ་ནོག། ད་དེ་ག་ན་ཡིན་ནི་ང་དང་ཡང་སྙོམས་ལ་དང་གསུངས་ད་ད་སྙོམས་ལ་ཟེར་རིན་པོ་ཆེ་ང་དང་ལེ་ལོའི་མིང་ཅིག་ཡིན་ཧ་ལས་ང་དང་དགེ་བ་སྒྲུབ་པ་ལ་མི་ཐ་དཀའ་འཇིག་ཧ་ལས་དགེ་བ་སྤྱོད་ལུགས་དཔེར་ན་ཁམ་སྡོན་དགེ་སྦྱོར་ཁམ་སྡོན་དགེ་སྦྱོར་སྤྱོད་བྱ་ལ་མི་ཐ་དཀའ་འཇིག་ཕྱག་སྐོར་ར་སྐོར་བྱ་ལ་མི་ཐ་དཀའ་འཇིག་ཡུམ་བྱ་ཆོས་མེད་ཕུལ་ལ་མི་ཐ་དཀའ་འཇིག་ཡོང་བ་དཀའ་ང་དང་འོ་དོ་ཅི་ནོ་ང་དང་སྙོམས་ལ་ཟེར་ནོ་ད་དུར་རྒྱུད་ན་ང་དང་དོད་ལ་ཅི་ཡིན་ནོ་ཅི་བཞོན་ནོ་ལེ་ལོ་བཞོན་ནོ་ལེ་ལོ་ཟེར་རིན་པོ་ཆེ། དགའ། དགེ་བ་སྤྱོད་བ་ལ་སེམས་དགའ་ལྷང་ལྷང་སྤྲོ་ལྷང་ལྷང་མེད་དཀའ་འཇིགས། ཨེ་ནས་དགེ་བ་སྤྱོད་བ་ལ་རྩ་བའི་སེམས་མེད་ན་སུན་སྣང་ཡོང་དཀའ་འཇིགས་སེམས་མེད་ན་རྩ་བའི། ཨེ་ནས་ཉོབ་དཀའ་འཇིགས་སེམས་མེད་ན་སྣ་ཚེར་དཀའ་འཇིགས་ཡོང། ཨོ་རྡོ་ལ་ང་དང་ཅི་བཞོན་ནོ། ཉོམ་ལ་བཞོན་ནོ། ཡ་མེད་ན་ང་དང་ལེ་ལོའང་བཞོན་ནོ་གསུངས་པ་ས་ན་ཨོ་ད་ང་དང་ཁྱི་མེད་ནའང་བཞུགས་ས་ན་ཨོ་གཟུགས་ཀྱི་ལེ་ལོ་རེའང་ཡོང་ཨོ་ཨོ་དེ་ལེ་ལོའང་ཁྱེད་བལྟས་ན་སྤང་མགོ་བྱ་བཞིན་ནོ་ཨོ་རྡོ་ཁྱེད་བལྟས་ན་དགེ་བའི་བྱ་བ་སྤྱོད་བ་ལ་ང་དང་དགའ་ཞིང་སྤྲོ་བཞིན་དུ། ཨེ་ནི་སེམས་ཐ་དད་ཨེ་ནི་སྤྱོད་བོ་ཞེ་ན་ཙམ་ངན་དཀའ་ངལ་བར་དུ་བརྒྱབ་དགོས་བསྟན་ནོ་གསུངས་བསྟན་ནོ་གསུངས་པ་ཙམ་ན་ཅི་གསུངས་ད་ང་དང་བདག་ས་འདི་ཀ་སྤང་བྱ་ལྔ་གསུངས་བ་ལས་བདག་ས་འདི་ན་བཅུ་གསུམ་ཡོད་དོ། སེར་སྣ་གཅིག། ཡོ། གཉིས། རྒྱུ། གསུམ། ཆགས་པ་བཞི། སྙོམས་ལ། དང། ལྔ། གསུངས། སྐྱོ་ད་ལེ། ད་སྙོམས་ལགས། ད་དེའི་སྟེང་ན་སྙོམས་ལགས། དེ་ནས་དེའི་སྟེང་ན་ཁྱེད་ལྟས་ན་ཨེ་ནི་ང་དང་ཡང་ཅི་ཞིག་ཡོང་བ་རྒྱག་ཟེར་ན། ཧ་ལས་ད་དེ་ག་ན་ངོམས་པའི་ངར་རྒྱལ་གསུངས་སྟེ་བ་ལེ། དེ་ནི་ངོམས་པའི་ངར་རྒྱལ་ཟེར་རན་པོ་ཅིག་ཧ་ལས་ག་ཁྱད་པར་ང་དང་ཨ་དེ་ནི་ཡོན་ཏན་རྒྱ་ལེགས་མེད་ན་ཡང་ཡོད་མདོག་མདོག་ང་སོ་སོ་རང་ཨེ་ཟེར་ནས་འགའ་བསམ་བློ་མགོ་ལོག་འཁོར་ཏེ་ཡོད་བསམ་ག་འཇིག་ཐོབ་པའི་རྒྱག། ཨེ་ནས་རང་ཨ་དེ་ནས་དཔེ་ན་ང་དང་མི་རིགས་གཅིག་གིས་མི་ཞིག་ཡང་དག་ཅིག་གཞན་གྱི་གར་རྡུང་ངན་ན་དྲག་པོ་ཡིན་ན་ཨེ་ནས་ང་སྤ་བོ་དེ་རུ་བ་ལས་དྲག་པོ་དེ་རུ་བ་ལས་འདོད་ཤེས་ད་ན་ངོམས་པའི་ངར་རྒྱལ་ཡིན་རུང་ད་ཅང་འདོད་ཡོན་ཏན་གཅིག་མེད་ན་ཁོ་རང་ཡོན་འདོད་དྲག་པོ་ཡིན་བསམ་ཏེ་ཨེ་ནས་ཨོ་དེ་ངོམས་ཏེ་ཨོ་དེ་དྲག་པོ་ཡིན་བསམ་ག་ནས་བསམ་ལོ་འདོར་འདོད་ན་ལས་ཙོག་པོ་ཞིག་བཅོས་ཏེ་བྱ་བ་ངན་པ་ཞིག་བཅོས་ཏེ་འདོད་ང་འཇོན་ཏེ་ང་དྲག་པོ་ཡིན་ང་རྒྱལ་ཡིན་བསམ་ག་ནས་བསམ་ལོ་ཁོ་རེ་འཇིག་ཨོ་དེ་ན་ངར་རྒྱལ་ཡོང་ཀྱག། ཡང་ཨིན་ཅཱས་པོ་ཁོ་ཨ་ལྟ་ན་ཁོ་རའང་སྣོད་བཀྱག་གཞན་ལའང་སྣོད་ཡོད་བཀྱག་དོན་ངོ་སྤེལ་ན་ཚུལ་ལ་ཨིན་ནའི་ཁོ་རང་གི་བསམ་བློའི་ནང་འདོད་ང་དྲག་པོ་ཨིན་ང་རྒྱལ་ལ་སྤྱོད་ཉན་མ་ཕན་ཐོགས་ཅན་གྱི་སྤྱོད་ཉན་བསམ་སྟེ་ང་རྒྱལ་ང་རྒྱལ་ཡོང་བཀྱག་འོ་དོ་ལ་ཅིས་བྱུང་ན་ང་དང་ངོམ་པའི་ང་རྒྱལ་བྱུང་ནོག་ད་དེ་ཨུན་ཁེ་ཏེ་ན་ང་དང་ན་ཡོང་ཨུན་ཅིག་དང་ཡོང་ཧ་ལས་མི་ན་ང་དང་མི་གཞན་གྱི་གབ་ཨེ་ནས་ད་ཅིག་ང་དང་རྒྱུ་ནོར་ལོངས་སྤྱོད་ཀྱི་དོན་དག་ཚོགས་ཤིག་ཡིན་ན་གཞན་གྱི་ང་དང་འགོབ་སྐོར་ཅིག་དང་ཟེར་ན།

དགེ་བའི་རྩ་བ་འཕྲོག་དཀའ་ནི་དགེ་བའི་རྩ་བ་གཅོད་དཀའ་ནི་ནོ་ཧ་ལས་གསུངས་པ་སང་ན་ཨོ་དེ་ཅིག་སྐྱོ་ད་ལས་ཨེ་ནི་ངོམས་པའི་ངར་བརྒྱལ་ངོམས་པའི་ངར་བརྒྱལ། ཨེ་ནི་དེའི་སྟེང་ན་ང་དང་རྡོ་ཆག། ཧ་ལས་ད་རྡོ་ཆག་ཟེར་པོ་ཅིག་ཡང་ད་ཅིག་སྔན་ལ་ཡང་ང་དང་ཨི་ཀ་ན་གེ་དེ་ན་ཡང་ཧ་ལས་ག་ག་གེ་དེ་ན་ཆག་སྤ་དང་ཟེར་ཁ་འཇིག་ཡོང་ད་རྡག་ས་དེ་ན་རྡོ་ཆག་ཟེར་པོ་ཅིག་དེ་ག་ཟུག་ཤི་ག་ཟེར་ནོ་ཟེར་ན་ང་དང་འཁྲིག་སྤའི་རྡོ་ཆག་ཨེ་ནི་ག་གེ་དེ་ན་ང་དང་ཨེ་ནི་ད་ང་དང་བུ་ཚ་ཡིན་ན་བུ་མོ་ལ་ཆག་སྤའི་ཆག་སྤ། ཡང་མེད་ན་བུ་མོ་ཡིན་ན་བུ་ཚ་ལ་ཆགས་པས་ཆགས་པ་ཟེར་ར་ཙོགས་ལྟ་ང་དང་རྡོར་བསྡུར་ན། ཨེ་ནས་སྡང་ན་གཞོན་འཇིག་དང་ཡོང་སྟོར་ང་དང་མི་སྒེར་གཅུས་ན་ཁྱེད་ལྟས་ན། ཨེ་ནས་དགའ། ཨེ་ནས་ང་དང་ལོག་ཨེམ་ཟེར་ར་ཙོགས་ལྟ་དེ་ན་ཙོ་ལ་ང་དང་ཨེ་དེ་ནས་ཡང་སྙེ་ན་སིས་སྡོམ་པ་ངོ་ནས་ན། ཨེ་ནས་དགའ་ཆགས་པ་སྤོང་ཆ་སིས་ཡོང་འདུག་ཨ་ལས་ཨོ་དེ་ཚང་མས་སྐོར་ལ་རྡོར་བསྡུར་ན་ང་དང་ཨིསཁྲིགས་པ་ལ་བཤད་པའི་རྡོ་ཆག་པོ་ལ་ཨོ་དག་ས་དེ་ག་ནས་ཡོག་མ་རྡོ་ཆག་པོ་ཨོ་དེ་ཟེར་ཏེ་ནོག་ལྟ། ད་དེ་སྟེང་ན་ཨེ་ནས་ང་དང་ཨ་ཁྱེད་ལྟས་ན་ཨིསཁྲིགས་པས་ཧ་ལས་དགའ་ཁྱེད་ལྟས་ན་རྡོ་ཆག་དང་དེ་ན་ཙོ་ལ་ང་དང་ཨ་གཞས་སྡང། ད་གཞས་གདངས་ཟེར་རན་པོ་གཅིག་ཧ་ལས་དེ་ནི་སེམས་ཅན་གཞན་ལ་ཨེ་ནི་ང་དང་སྐུ་ན་ནར་སེམས་དེ་ཨེ་ནི་གཞས་གདངས་ལངས་ཀྱག་ད་སྐུ་ན་ནར་སེམས་པ་ཟེར་པོ་གཅིག་ཨེ་ནི་དུར་རྒྱུན་ན་ང་དང་ཕྱག་སྤེ་ངོ་ནི་ན་སྐུ་ན་ནར་སེམས་པའི་ངོ་སྤོར་དགུ་ཟེར་ཁ་འཇིང་ཅིང་ཧ་ལས་ཨོ་ཁོས་ང་ལ་སྔར་མེད་སྔར་མེད་ང་སྣོད་སྐྱལ་ཏོག་བསམས་ཏེ་ཡང་དེ་རང་གཞས་སྤེ་སེམས་སྟིང་ན་ང་དང་ནར་གཅིག་ཁུར་དེ་སེམས་སྟིང་ཡིན་ན་ཁུར་དེ་ཨོ་དེ་ཡང་ང་དང་གཞས་གདངས་ཡོང་ཀྱག། ཁོས་ང་ལ་དག་སར་སྣོད་སྐྱེལ་འདུག་བསམ་མི་འཇུག་ཡང་ང་དང་ལྡན་ན་གཞི་བདག་ཡོད་ཀྱི། ཁོས་ང་མ་འོངས་པ་ན་ཨེ་ནས་ང་སྣོད་སྐྱེལ་ལོག་བསམ་སྟེ་ཡང་ང་དང་ལྡན་ན་ཨ་མི་ལ་མ་དགའ་བའི་བསམ་བློ་ཞིག་ཁུར་ཏེ་སྡོད་ཨ་ཁད་དེ་ན་ཨེ་ནས་ང་ང་དང་གཞི་བདག་ངའི་མེ་སྦར་རེད་ཀྱི། དེ་ན་ཚོགས་ལ་ཁོས་ངའི་དགྲ་བོ་ལ་ཕན་ཐོགས་དོགས་ཡ་མེད་ན་མ་འོངས་པ་ན་ཐོགས་སོགས་ཡ་མེད་ན་དག་སར་ཐོགས་འདུག་བསམ་སྟེ་ཨོ་གཟུགས་ཡི་བུ་རྒྱ་ལ་བསྐྱུར་རོགས་བསམ་སྟེ་ཨོ་དེ་ག་ནས་ཡང་ང་དང་གཞི་བདག་འཇིག་པ་རེད་ཀྱི། ཡང་མེད་ན་ནི་ཁོས་ངའི་སྔན་ངོ་ལ་ངའི་ཕ་མ་ངོ་ལ་ངའི་སྤུན་ཟླ་ངོ་ལ། བདག་ནམ་སྔར་མེག་སྣོད་པ་སྐྱལ་དོགས་བསམ་ག་འཇིག་ཡང་མེད་ན་བདག་ས་སྐྱལ་འདུག་བསམ་ག་འཇིག་ཡང་མེད་ན་མ་འོངས་པ་ན་སྐྱལ་བྱ་འདུག་བསམ་ག་ཨོ་གཟུགས་ཀྱི་བསམ་བློ་ང་སྐུ་ན་ནར་སོན་པའི་དངོས་པོར་གུ་གུ་ཟེར་རོ། ཨོ་དེར་གུ་ཡིས་སྐུ་ན་བསླངས་ཏེ་ཡིན་ནི་ང་དང་གཞན་ལ་མ་དགའ་བའམ་གཞན་ལ་ཡིན་ནི་དགའ་ཕྲ་དོགས་གཞས་སྡང་གིས་མེ་སྦར་བྱ་སྤོ་ཡིན་ནི་ང་དང་དགེ་བའི་རྩ་བ་ཡང་ཧྲོག་ཧྲོག་ག་འཇིག་གཅིག་ཡིན་པ་བསམ་ན་ཨོ་དེའང་སྤང་བྱ་ཡིན་ནོ་གསུངས་ཏེ་ཨོ་དེའང་ང་དང། ཨ་ནི་མགོ་ཤ་ཟ་མེད་ནོ་ཨོ་དེ་ང་ད་ཁྱིམ་པའི་ནང་ཀྲོང་བ་ནང་བཞུགས་ས་ན་ཡང་ཡང་ཡང་ཡང་ཡོང་ཨ་ནོ་ཨོ་དེ་ཡོང་ཙ་ན་རང་ན་རང་བསམ་བློ་བཏང་སྟེ་དེ་མོ་ཅོ་སྟེ་སྤང་མགོ་སྟེ་ནོ་སྐྱོ་ནི་ནོ་ཨོ་སོང་སྟེ་ནོ་སོང་ཨ་ལེ། ད་དེ་ག་ན་ཨི་ནི་ཅིས་ཁྱོད་ཙེ་ན་བཞེས་སྡང་བཏང་ད་དེ་ག་ན་ཨི་ནི་ག་ཁྱེད་དེ་ན་ད་ང་ད་རྒྱགས་པ་རིགས་སྡང་གཟུགས་སྡང་ལང་ཚོ་ང་ལས་མཐོ་སྤ་དང་ལང་ཚོ་དང་དབང་ཐང་འཚལ་བས་རྒྱགས་སྤ་འདྲ་བཞིན་གཟིགས་ཟེར་ཏེ། ད་དེ་ག་ནང་གལ་ཏེ་ན་ང་དང་ད་ཅི་དག་ས་དེ་གར་རྒྱལ་མ་སྐྱོད་ད་ལེ། ཟེར་ན། ཡོ་རྒྱུ་ཆགས་སྤ་ཡོ་དང་རྒྱུ་ཆགས་སྤ་དང་སྙོམས་ལྔ། ངོམས་པའི་ང་རྒྱལ་ནང་དྲུག། འདོད་ཆགས་བདུན། བཞེས་སྡང་བརྒྱད། ད་དེ་སྟེང་རྒྱ་དེ་ག་རིགས་ཨོ་ད་རིགས་ལ་རྒྱགས་སྤའམ་རིགས་ལ་ང་རྒྱལ་ཡོང་བ་རྒྱགས། གཟུགས་ལ་རྒྱགས་པའམ་གཟུགས་ལ་ངར་རྒྱལ་ཡོང་བར་བཀྱག། ཐོས་པ་ལ་རྒྱགས་པའམ་ཐོས་པ་ལ་ངར་རྒྱལ་ཡོང་བར་བཀྱག་ལང་ཚོ་ལ་རྒྱགས་པའམ་ལང་ཚོ་ལ་ངར་རྒྱལ་ཡོང་བར་བཀྱག། ད་ང་དང་རིགས་ལ་གཟན་པོ་ཅིག་ཡིན་ནི་ང་དང་མི་མང་པོ་ཞིག་ཡིན་ན་ཁྱེད་དེ་ནང་ད་ང་དང་ཚང་མ་ལ་ད་སྡོད་ཡོང་ཨ་མ་རོ་ཧ་ལས་སོང་པ་ཟ་ན་ང་མ་ན་ཕྱུག་པའི་རིགས་ལ་སྐྱེས། ཨ་ལེ་ང་རིགས་རྒྱུད་བཟང་པོ་ཞིག་སྐྱེས། ང་རྒྱལ་པོའི་རིགས་སྐྱེས། ཨོ་ང་ཨི་གཟུགས་ཀྱི་གྲོང་པའི་རིགས་ལ་ང་རིགས་གྲོང་པ་ཕྱུག་པའི་རིགས་ལ་ཨི་གཟུགས་རེད་སྐད་འབོད། ང་རིགས་མ་དྲག་པོ་ཡིན་ང་མ་རིགས་མཐོན་པོ་ཡིན། ང་རིགས་དེ་ནས་ཅེས་སྐྱོ་ད་དྲག་པོ་ཡིན་བསམ་སྟེ་ཨེ་ནས་ཨོ་དེ་ན་ཁྱེད་དེ་ན་སོ་སོའི་རང་གི་རིགས་བོ་ལ་རང་ཆགས་ཏེ་ཨེ་ནས་དེ་ག་ན་ཁྱེད་དེ་ན་གཞན་ལ་སྣང་ཆུང་དང་ཆ་གཞན་ལ་མཐོང་ཆུང་དང་ཆ་གཞན་ལ་ཁྱད་གསོད་བཅོས་བྱ་སའི་ཨོ་གཟུགས་རིགས་རེད་བ་ཁྱེད་གསུངས་པ་ས་ན་ཨོ་དོན་ནམ་ཡང་མ་བཅོས་མོ་དོན་ཧ་ལས་ང་དང་རིགས་སི་གོ་ན་རང་དྲག་པོ་ཡིན་གནས་གཞན་ཨེ་ནས་དམའ་མོ་ཡིན་གནས་གཞན་སྐྱོ་བོ་ཡིན་གནས་གཞན་ལ་སྣང་ཆུང་ཁྱད་གསོད་མ་བྱོས་འོ་མོ་སྟེར། ད་བདེན་ན་ཚོགས་ལ་གཟུགས་ལ་ཡང་མི་མང་པོ་ཞིག་ལ་གཟུགས་སུ་གནས་ཡོད་ཀྱང་ང་གཟུགས་པོ་བདེ་མོ་ཡོད་ང་གཟུགས་པོ་ཤུགས་ཞན་ཡོད་ང་གཟུགས་པོ་ཆེན་མོ་ཡོད་ང་གཟུགས་པོ་དྲག་པོ་ཡིན་བསམ་གནས་ཡོད་པ་དང་ཡང་བདེ་ཚོགས་མེད་གནས་ངོ་ལ་ཡང་སྣང་ཆུང་དང་སྟེ་མཐོང་ཆུང་དང་སྟེ་ཁྱད་གསོད་བྱོས་ཀྱང་འོ་དོ་རྩ་བ་སྙིང་ན་མ་བྱོས་འོ་མོ་སྟེར་མདོར་བསྡུ་ན། རང་གི་རིགས་ལ་ཆགས་ཏེ་ངར་རྒྱལ་མ་སྐྱེས་རང་གི་རིགས་ལ་ཆགས་ཏེ་རྒྱགས། ཁེངས་པའི་བསམ་བློ་མ་ཁུར་ཟེར་ཏེ། རིགས་དང་གཟུགས་དང། ད་ཡང་མི་རིགས་ཅི་ག་དེ་གཟུགས་མེད་ན་ཡང་ཐོས་པ། ཐོས་པ་ཟེར་པོ་ཅིག་ང་སློབ་སྦྱོང་དྲག་པོ་ཡིན། ཨོ་ང་ཐོས་པ་རྒྱལ་ལ་ཟགས་ཏེ་ང་ཁོ་བ་སང་ང་སློབ་སྦྱོང་དྲག་ཡིན་ས་མིན་པོ་ཅིག་ཡང་ཨ་སློབ་སྦྱོང་མེད་ག་ངོ་ལ་ཐོས་པ་རྒྱལ་ལ་མེད་ག་ངོ་ལ་ཨེ་ནས་ཡང་སྣང་ཆུང་དང་ཏེ་ཁྱད་གསོད་བྱོས་ཏེ་མཐོང་ཆུང་དང་ཏེ་ཁོ་ཨ་ཡེ་ནི་ཉབ་སྤྱོད་བྱས་ཏེ་ཀྱང་འོ་དོའང་འདྲི་ག་མ་ནོ་འོ་དོའང་ནོར་བསྟན་ནོ་དུའང་བསམ་བློ་ངན་པ་ཡིན་ནོ་ཟེར་རོ། ཡང་རིགས་གཅིག་གིས་ཅི་བསམ་མེད་སྐྱག་ཟེར་ན། འོ་ད་ང་ལོ་ཆུང་ཚེ་འདི་རུང་དེ་ཚང་མ་ད་རྒ་སྟེ་ད་བུ་དགྲ་སོང་དོག་རྒ་རྒ་སི་འདུག་ཁོ་ང་སོང་ད་ང་སྐྲག་ག་ཡིན་ང་དེ་གཟུགས་ཨ་གཟུགས་གསུམ་དེ་ཡང་རང་ཡིན་ན་ཚོད་གཞོན་པ་ཡིན་ག་འབོ་ལ་ཡང་དྲག་པོ་ཚོར་ཏེ་དེ་ག་ན་ཡང་གཞན་ལ་སྣང་ཆུང་བཏང་བྱས་ཐོང་ཆུང་བཏང་བྱས་ཁྱད་གསོད་བྱོས་བྱས་ཁྲེལ་བྱས།

དབང་ཧྲུལ་ཏེ་ཧ་ལས་དོན་དག་མེད་དཀའ་འཇི་ག་དབང་ཧྲུལ་ཏེ་དོན་དག་མེད་དཀའ་འཇི་ག་ཨེ་ནི་གཞན་ལ་སྣང་ཅུང་དང་སྟེ་མཐོང་ཅུང་དང་སྟེ་ཁ་སོད་ཅུས་ཏེ་ཁྲེལ་ཏེ་ཨོ་གཟུགས་སྤྱོད་ཁྱའོ་དེ་ཚང་མ་ཁྱེད་ཏེ་ན་སྤང་བྱ་ཡིན་ནོ་ཨོ་དེ་ཚང་མ་ཁྱེད་ཏེ་ན་རྒྱ་ལ་མ་ནོ་ཟེར་དོན་ཧ་ལས་གསུངས་པ་ས་ན་ཨེ་ནི་ཨོ་དེ་སྣ་ཚོགས་ལ་ཡང་རིགས་གཅིག་ག་ཅི་ཡོད་ཀྱང་ཟེར་ན་ད་ང་ཚེ་ཧ་ལས་ཚེ་རིང་མོ་ཡིན། འོ་ང་དེ་ནས་པ་དེར་ཚེ་སྒོ་ཐོན་གང་ཟེར་ཡང་ཨོ་གཟུགས་ཀྱི་རིགས་ཟེར་ཡོང་སྟེ་སོང་བ་ས་ན་ད་དེ་འོ་ཁྱེད་དེ་ནང་རང་རིགས་ལ་ལྟ་སྟེ་ཆགས་སྤ་བ་ལ་ཅི་ཁྱེད་རང་ནོག་རིགས་ཡག་སྤ་ཨ་ཟེར་ནོག་ཡང་གཞན་ནས་གཞན་ལ་དེ་འོ་མཐོང་ཡང་ཅིག་དེ་བ་ས་ང་སྐྲག་ཡང་བསམ་པོ་དེ་ལ་ཁྱེད་དེ་ནང་ང་དང་ང་རྒྱལ་ཟེར་ནོག་སོང་བ་ས་ན་ང་རྒྱལ་དང་རྒྱག་སྤ་གཉིས་ཀྱི་ནང་རྩ་བིག་ཕ་རག་ཡོང་ཀྱག་ག་གཟུགས་ཀྱི་ཕ་རག་ཡོད་ཀྱག་ཟེར་གཞན་ལ་ལྟ་སྟེ་དེ་བ་ས་ང་ཡེ་ནས་དགའ་རིགས་བཀྲ་བ་ཡིན་གཟུགས་པོ་བཀྲ་བ་ཡིན་སློབ་སྦྱོང་བཀྲ་བ་ཡིན་ལང་ཚོ་དར་ལ་བབས་པ་ཡིན་དབང་ཐང་ཆེ་བ་ཡིན་བསམ་སྟེ་ཨོ་བཟོ་བའི་ངར་རྒྱལ་ཁུར་ཏེ་བསམ་བློ་ཞིག་ཁུར་ཏེ་ཨེ་ནི་གཞན་ལ་མཐོང་ཆུང་གནང་ཆུང་ཁྱད་གསོད་བྱོས་ན་དོལ་ལ་ཅི་ཟེར་ནོ་ངར་རྒྱལ་ཟེར་ནོ། ཡང་གཞན་ལ་སྨན་པ་རང་གི་རིགས་ང་རང་ང་རང་ཧ་ལས་ང། རིགས་དྲག་པོ་སྐད་ཆ་སོ་མ་དྲག་པོ་ཡིན་ང་སློབ་སྦྱོང་ཡོད་ཅག་སོ་མ་དྲག་པོ་ཡིན་འོ་ང་ལང་ཚོར་ཡལ་ཤག་སོ་མ་དྲག་པོ་ཡིན་བསམ་སྟེ་ཡང་ཨོ་དེ་ཀི་བསམ་བློ་ཨོ་ངན་པ་ཨོ་གཟུགས་ཤིག་ཁུར་ཏེ་བཞན་ལ་མཐོང་ཆུང་ཁྱད་གསོད་སྤྱོད་ཅག་སོ་ལ་རྒྱགས་པ་ཨ་ཟེར་སོང་བ་བསམ་ན་ད་ཚེ་བས་རྒྱགས་པ་དགྲ་བཞིན་གཟིགས་གསུང་དུ་ཨ་ལ་ད་ང་དང་དགྲ་བཞིན་གཟིགས་བཟང་པོ་ཅིག་དག་ས་དེ་ན་ང་དང་བཅུ་གསུམ་མ་སོང་ཨ་ལ་བཅུ་གསུམ་སོང་དེ་དེ་ནོ་ཨོ་དེ་བཅུ་གསུམ་པོ་ཁྱེད་དེ་ན་འོ་ང་དང་དགྲ་འོ་ངོ་སྨྲ་འོ་ཁྱེད་དེ་ན་ཨོ་དེ་ནོ་ཨོ་དེ་འོ་ཁྱེད་དང་དགྲ་ནང་བཞིན་ལྟ་སྟེ་ང་དང། སྤང་བགོ་བྱ་ཡིན་ནོ་ཨོ་དེ་ང་དང་རྡོར་བགོ་བྱ་ཡིན་ནོ་ང་དང་ཨོ་དང་མཉམ་པོ་དགྲ་བགོ་བྱ་ཡིན་ནོ་ཨོ་གསུངས་ཟེར་རོ་ས་གསུངས་པ་བསམ་ན་ང་དང་བདག་ས་དེ་རིང་ཡིན་དུས་ག་ལྷ་བརྒྱ་བོ་ཁྱེད་དེ་ན་ཨེ་ནི་ཅི་གསུངས་ཟེར་འདུག་ཟེར་ན་ང་དང་ཁྱིམ་པའི་རྟེན་ལ་བཞུགས་ཏེ་བསམ་བློ་ངན་པ་བདག་སྲིད་བཅུ་གསུམ་ཨོ་གཟུགས་རེ་ཡོང་བ་ཀྱ་ཨོ་དེ་ཡོང་ཙང་ན་ང་དང་སྡོད་ང་དང་སྡོད་ནི་ང་དང་ཨིན་ཝ་དོན་དངོས་པའི་ན་ཚུལ་ལ་སྣོད་དཀར་ནི་ནོ་ང་དང་དགྲ་བོ་ནོ་ཉོན་མོངས་པའི་བསམ་བློ་ནོ། ཡིན་ནའི་དེའོ་གལ་ཏེ་ན་ང་དང་ཁྱིམ་པའི་ནང་བཞུགས་སྒར་ངོས་ལ་ཡོངས་ཅཱས་པོ་རྩ་བིག་ཉའི་རིགས་དང་ཡོངས་ཅཱས་པོ་མང་ང་རིགས་དང་ཡི་དའི་ཡོངས་ཅཱས་སའི་གོ་སྐབས་པོ་ཆེ་བ་རིགས་ཡོད་པ་བསང་ན་ཨོ་དེ་ཚང་མ་བསམ་བློ་ཏན་ཏན་ཏིག་ཏིག་བྱས་ཏེ་རང་ནང་རང་བརྟག་དཔྱད་བྱོས་ཏེ་ཡིན་ནའི་ཨོ་དོ་གལ་ཏེ་ན་ང་དང་སྐུ་ལས་སྐུ་ལས་སྤང་ཅཱས་སའི་ཐབས་ལ་བྱོས་སོ་ཏེ་ན་ཨོ་དོ་ང་དང་འདྲ་བོ་ངོ་སྨྲ་བོ་གལ་ཏེ་ན་ཨོ་དེ་ནོ་གསུངས་ཟིན་ནོ་གསུངས་པ་ཟེར་ན་ག་གལ་ཏེ་ན་ད་བདེན་པས་ང་དང་ཡི་ག་ན་ཡིན་ནའི་ཁྱིམ་པ་ལ་བསྡོམས་པའི་ལྷ་བརྒྱ་གསུམ་པའི་ནང་གལ་ཏེ་ན་ཡིན་ནའི་སྐྱོན་བཅུ་གསུམ་པོ་ཡེ་ནས་ང་དང་འདྲ་བོ་ཡིན་ནོ་ཧེ་ཟེར་ཏེ་ང་དང་ཨི་ངུ་བ་ལྷ་བརྒྱ་ས་ལ་འཛག་སྟེ་འདུག་ག་ལ་སོང་བ་ཟེར་ན་ད་རྡོ་རྡུ་ཞིག་བཅོས་ཏེ་དེ་རིང་འོག་ཏུ་བཞུད་དེ་ཨེ་ནས་ཚང་མ་ལ་ཐུགས་རྗེ་ཆེ་རྒྱུ་ལས།